སྤྱི་ཚོགས་དེ་ནང་ལ་དེ་ཚོ་ད་ཡིད་ཆེས་ད་ན་ཤི་དུས་ཚོང་དུ་ཚོ་ག་ལ་སོ་སོ་ཡིན་དེ་མགོ་འཐོམ་བྱས་ཧ་མ་གོ་བྱས་ད་ན་ཤི་དུ་ཚོ་འདྲི་བློ་སྦྱོང་བྱས་ཡ་དུ་བ་ཡོད་ན་དེ་དེ་སོ་སོ་མངག་ཉོ་བྱས་ད་ད་ན་ཤི་དེ་ལ་ཞིབ་འཇུག་བྱས་ཡ་རེད་དེ་ལ་ལྟ་ཀློག་བྱས་ཕན་ཐོག་ཞིག་ཡོད་རེད་དེ་ལུགས་སོང་ད་དེ་དངོས་གནས་ཕྱིན་ན་ལོ་གཅིག་གོང་ལ་དེ་ཡོན་དེ་ཁྱབ་བསྒྲགས་བྱས་ཡ་ད་དེ་འདྲ་ཞུ་ཆེ་ཙམ་ཡིན་ནའི་དེ་སྐབས་སུ་ནད་ཡམས་བྱུང་བའི་རྐྱེན་གྱིས་ཞུ་ཞུ་ཡོན་དེ་ད་ཁ་ཤས་ཧ་གོ་ཡོད་ཀྱི་ཁ་ཤས་ཧ་གོ་ཡོད་ཀྱི་མ་རེད་མང་ཆེ་བས་ནད་ཡམས་གང་ལ་དོ་སྣང་བྱེད་ར་དེ་འདྲ་སོང་ད་དེ་ནོར་གཙོ་བོ་དེ་ག་རེ་གང་ཡིན་ཏེ། ཆུ་མཁོ་སྤྲོད་བྱེད་ས་གཙོ་བོ་དེ་རྒྱུ་ཆ་ག་རེ་གང་ཟེར། བོད་ཀྱི་ཡིན། བོད་ནས་ཐོན་པའི་ཚིག་མཛོད་ཆེན་མོ་བྱས་ད་ཡིག་ཕྱི་མར་ལས་ད་གནང་བྱེད། ད་ཡིག་གསར་སྤྲོད་ལས་དེ་ཚོ་ཐད་ཐིག་གལ་ཆེན་པོ་ཁ་ཤས་བྱས་ཡོད་རེད་དེ་ཚོ་ཚང་མ་ཕྱོགས་བསྒྲིགས་བྱས་ན་དེ་ནས་ཁོང་བཙན་པོ་འདྲ་བྱས་རེད། དེ་གཙོ་བོ་དེ་ད་ས་ར་སྐབས་ཉི་ཤུ་དེའི་སྐབས་སུ་ག་རེ་ཟེར་ན་ད་ང་ཚོ་ལོ་གཅིག་ཡང་རེད་དཀའ་ལས་རྒྱབ་བྱས་ད་ནས་མཁོ་སྤྲོད་བྱས་དེ་འདྲ་ཁོང་མང་པོ་ཞུ་རྩེ་ནས་དེ།

དེ་ཚེ་འདི་རྣམས་ལ་སོ་སོ་ཀ་རེ་ཞིག་དེ་ཚོ་མན་ངག་སོགས་དང་སོ་སོ་བློ་འཛིན་བྱེད་ན་མ་འོངས་པར་དེ་ཚོ་དར་ཆ་འཕྲུལ་ཡ་དང་དར་ན་ཞེས་དར་ཆ་དེ་ཚོ་ངོས་འཛིན་བྱས་ཏེ་ལས་སླ་བོ་བྱས་མགོ་མ་འཁྲུལ་ཡ་ཁེ་ཕན་ཤུགས་ཆེན་པོ་ཡོད་དེ་འདྲ་གསུངས་དང་དུས་རྟག་ཏུ་དེ་ལ་བརྟག་ཞིབ་བྱེད་ཡ་བྱེད་དར་ན་ཞིང་འཇམ་ཡང་ཡུན་འདི་བློ་ཆེ་དེ་ལ་དོ་སྣང་མ་བྱེད་ན་ཡང་དྲིན་པ་རྒྱས་ཆོག་ཆོག་དར་ཡུན་འདི་དེ་ཡུན་འདི་བྱ་ཡ་འདི་ལས་སླ་བོ་རེད་དྲིན་པ་རྒྱས་ཆོག་ཆོག་དེ་འདྲ་གསུངས་དང་ཁྱེད་རང་ཚོ་དེ་ག་ལ་འདུས་སུ་དོ་སྣང་བྱེད་ཡ་བྱེད་དར་ན་ཞེས་དེ་ཁེ་ཕན་ཞུས་ཡོད

སོ་སོ་གིས་འདི་སྙན་ཞུ་བྲི་སྟངས་རེད་ད་ན་ཞེས་ཞུས་མིན་དེ་ཚོ་བྲི་སྟངས་དེ་ཡག་པོ་ཞུས་རེད་དེ་རུ་སོང་ཙང་དེ་ཙམ་ཡིན་ཚོང་མ་ཁ་དྲོ་ཚེ་རིང།